དུས་རྒྱུན་དུ་ང་གཉིས་འཐབ་གྲོགས་གཅིག་པ་རེད། ལས་འགུལ་མང་པོ་མཉམ་དུ་སྤེལ་བ་རེད། འདས་ཀྱི་ཉིས་སྟོང་བཅུ་དགུའི་ལོ་ལ་ང་གཉིས་ས་ཧ་ཅང་འདི་ག་ལ་ད་ལྟ་བསམ་བློ་གཏོང་རྒྱུ། དེའི་སྐབས་ནས་ཁོ་རང་གི་འཆར་གཞི་ཡོད་པ། བསམ་བློ་གཏང་གི་ཡོད་པ། ང་གཉིས་བོད་དོན་གྱི་ཐོག་ལ་ད་ཅིག་བྱས་ན་མ་གཏོགས་འགྲིག་ས་མ་རེད་ཟེར་བྱས་རྗེས་འདས་སྐབས་ལ་སོང་བ་རེད།

དེ་འབྲེལ་གྱི་སྲིད་འཛིན་གྱིས་ད་ལོ་བསྐྱར་དུ་ལས་ཐོག་གི་སྲིད་འཛིན་ལ་འོས་འདེམས་བྱུང་བྱས། མཐའ་གཅིག་ཏུ་བསྟན་དགྲ་རྒྱ་ནག་དམར་པོ་ལ་ངོ་རྒོལ་དང་གདོང་ལེན་དྲག་པོ་གནང་བསྡད་མཁན་གྱི་སྲིད་འཛིན་ཁོང་ལྟ་བུ་ཅིག་ལ་ངེད་ཀྱིས་ད་རེས་སྲིད་གཞུང་དེ་ལ་འཚམས་འདྲི་ཞུ་ཁ་བཅག་པ་ཡིན། ལོ་ཉིས་བརྒྱ་ལྔ་བཅུ་འཁོར་བའི་གི་ཉིན་མོ། དུས་ཚོད་ཁྱད་པར་ཅན་ཞིག་ཡིན་པ་སོང་ཙང། འདི་ལ་ང་ཚོས་གི་མ་ཞུས་ན་སུས་ཞུས། ང་ཚོས་མ་བྱས་ན་སུས་བྱས། འདས་པོ་ཁོ་རང་གི་ཞལ་ཆེམས་རེད། བོད་དོན་འཐབ་རྩོད་སྐྱབས་བཅོལ་བ་ཚོ་གང་མང་མང་ཅིག་ཡིན། རྒན་ཁོ་རང་ངོས་ནས་ཁ་སང་ཞལ་ཆེམས་ལ་གསུང་གི་འདུག་ང་གཉིས་སྐད་བཏང་གི་མི་འདུག་ཨ། སྐད་ཡིག་མ་ཤེས་ཙམ་པས་དཀའ་ངལ་འདུག་གསུངས་པ་རེད། དངོས་ཡོད་གནས་ཚུལ་རེད་འདི། ཤིང་སྐད་ཚོ་གི་གནང་གི་ཡོད་མ་རེད། དེ་འདྲའི་སོ་ཟ་ཁོ་རང་འུ་ཐུག་ཐབས་ཟད་ཅན། ཁོ་ཚོ་མི་ལ་མ་ཟད་ཀ་མི་ཐུབ་པ་རེད་དེ་ང་ཚོས་ཤེས་དགོས་གི་རེད། མི་ཚེ་བཏང་ཚར་བའི་རྗེས་ལ་ད་ལྟ་ཉི་མ་གཉིས་མ་གཏོགས་གཉིས་གསུམ་མ་གཏོགས་འགྲོ་གི་ཡོད་མ་རེད་དེ། ཡིན་མ་ཡིན་ནའི་ད་ལྟའི་གི་མང་ཚོགས་ཀྱི་ཁྲོད་ལ་ཚོགས་པ་སྒྲིག་འཛུགས་ཁག་གི་ཐོག་ལ་འཚོ་བ་ཞེ་དྲག་མེད་བསྡད་པ་འདྲ་པོ་ཆེ་ངས་མཇལ་བསྡད་ཀྱི་འདུག་ཁག་གཅིག་གིས་ཐུགས་སྣང་ཆེན་པོ་གནང་བྱས་སྐྱོ་གུས་གནང་ཡས་རེད་འབད་བརྩོན་གནང་ཡས་རེད།

ཚོགས་པ་སྒྲིག་འཛུགས་ཁག་གི་དབྱིན་ཡུལ་ལ་ཞུ་བའི་མངའ་སྡེ། ཚོགས་པ་སྒྲིག་འཛུགས་ཁག་གིས་ངེས་པར་དུ་ཆོས་མི་རྐང་འཁོར་གང་ཆོས་མི་རྒྱབ་སྐྱོར་གཏོང་ཆོས་ཕུད་ནི་ཕན་ཐོག་གི་མ་རེད་དེ། རེད་པ། དེ་ང་ཚོ་ལམ་དུ་ལུགས་སྲོལ་གྱི་ཆགས་ཀྱི་ཡོད་རེད། གལ་ཆེ་ཤོས་དེ་ཁོ་རང་གི་དགོངས་པ་དེ་ལ་བོད་དོན་འཐབ་རྩོད་ཀྱི་ཐོག་ལ་ཨ་ནི་དྲིལ་བསྒྲགས་བྱེད་དགོས་ཀྱི་འདུག།